བོད་རབ་གནས་ས་ཕག་ལོའི་གནམ་ལོའི་རང་ཞལ་གསར་དུ་བཞད་པའི་དགའ་སྟོན་ལ། ངས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་ཞུས་ནས་གཞིས་བྱེས་གཉིས་ལ་ཞུགས་པའི་བོད་མི་ཚང་མ་ལོ་ལ་ཨ་ནེ། མཛའ་ཞིང་བརྩེ་བའི་ཐོག་ནས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་དོགས་མ་བསྡད་ཡ། དེ་ནས་ད་གཙོ་བོ་འདི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གཞི་རྩར་ཟིན་པའི་ཐོག་ནས་ཨ་ནི་བོད་སྤྱི་པའི་རྩ་དོན་གྱི་ཆེད་དུ་ང་ཚོ་ཕྱག་ལས་ག་འདྲ་ཞིག་གནང་དགོས་ཡོད་ནས་ཨ་ནི་ཅིག་རྡོག་རྩ་གཅིག་ཏུ་དྲིལ་ནས་ནུས་པ་མཉམ་སྤུངས་གནང་དགོས་འདི་གལ་ཆེན་པོ་རེད་འདི་གཅིག་བསམ་གྱི་འདུག་དེ་ནས་ད་ང་ཚོ་འཛམ་བུ་ལིའི་ནང་ལ་མི་མང་པོ་ཅིག་གིས་ཚུར་གསུང་གི་ཡོད་རེད་བོད་པའི་མི་འདི་དགའ་བ་ཆེན་པོས་ནས་ཅིག་ཡེ་རབ་དང་ཨང་གཅིག། མི་བཟང་པོ་དང་གཤིས་སྤྱོད་ཡག་པོ་འདུག་གཟིགས་ཀྱི་ཡོད་རེད། ད་བ་ལང་བྱས་ན་ཡང་ཁ་ཤས་ཅིག་གིས་སྙན་མངས་ཡག་པོ་ཡོད་དེ་ད་རིས་ཀ་སང་ཕྲན་བུའི་ཉམས་ཞན་འགྲོ་གི་འདུག་གསུང་མཁན་འདི་འདྲས་འདུག་དེ་ནས་བཟང་ད་ཉམས་ཞན་འགྲོ་གི་འདུག་ཟེར་ཡ་འདི་ང་ཚོའི་ཞན་ཆ་ཆགས་འགྲོ་བ་རེད་གང་བྱས་ང་ཚོ་ག་དུས་ཡིན་ནའི་བཟང་ཕྱོགས་ཀྱི་ཐོག་ལ་ཡག་གོམ་པ་སྤོས་དགོས་ཀྱི་ཡོད་རེད་དེ་འདྲས་ཡིན་དུས་ཚང་པ་ང་ཨང་ཚོ་བོད་པའི་མི། ག་བ། ཞུབ་ཡིན་ནའི་རེད་ག་བ་ཕེབས་ཡིན་ནའི་རེད། གནས་སྟངས་ག་འདྲི་ཞིག་ཐོག་ལིན་ནས་ག་འབྱེད་བོད་པའི་མི་འདི་ཡག་པོ་འདུག་བཟང་སྤྱོད་དུ་ལྡན་པ་རེད་ཤ་རྒྱལ་རབས་རེད་ཤ་སེམས་པ་བཟང་པོ་འདུག་ཟས་ཅིག་བཟོ་དགོས་དེ་ཞིབ་པོ་ཅིག་གནད་འགག་ཆེན་པོ་རེད། འདིས་གིས་ང་ཚོ་རྩ་དོན་ལས་ཕན་ཐོག་གི་ཡོད་རེད། འདི་བཞིན་དེ་མ་ཡིན་པའི་ད་ང་རང་ཚོ་ཅིག་རྩ་དོན་འགྲུབ་ཡས་ཀྱི་ཆེད་དུ་ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་གཞི་རྩར་འཛིན་པའི་ཐོག་ནས་ཨ་ནི་ང་རང་ཚོས་ནུས་པ་མཉམ་སྤུངས་ག་འདྲེ་སུ་གནང་འགོག་འདུག་མི་རེ་རེ་ལ་ནུས་པ་མ་འདྲ་རེ་རེ་ཡོད་རེད་དེ་ནས་བཟང་སོ་སོའི་ནུས་པ་དེ་ག་བར་ག་འདྲེ་སུ་སྟོན་འགོག་འདུག་དེ་ཚོའི་ཐོག་ལ་དགོངས་པ་བཞེས་དགོས་དེ་གལ་ཆེན་པོ་རེད། ཨ་ནི་དེ་ནས་ད་ང་རང་ཚོ་ག་འདྲེ་ས་ཕག་ལོའི་ནང་ལ་ག་འདྲེ་ང་རང་ཚོ་བོད་པ་ཚང་མ་ལོ་གཅིག་འཆམ་མཐུན་ཡོང་བ་ཡང་དང་ཨ་ནི་གཅིག་སྐྱིད་པོ་ཡོང་ཨེ་ཅིག། གཞིས་ཆགས་སོ་སོ་ཡིན་ནས་རེད། ཁྱིམ་ཚང་སོ་སོ་ཡིན་ནས་རེད་གང་བྱེད། ག་བཞིན་སྤྲོ་བའི་ངང་ནས་ཨ་ནི་ཅིག། ལོ་འདི་ཆ་ཚང་འགྲོ་ཐུབ་ཨེ་ཀི་ཨ་ནི་རེ་བ་དང་ཡིད་ཆེས་ཞུ་གིན་འདུག་ཅི་བྱེད་ན།